ཚང་མ་ལ་འཚམས་འདྲི་ཞུ་བ་དང་ཨ་ནེ་ཡང་དེ་རིང་འདི་ལ་ང་ཚོ་ཁ་གསལ་ཏེ་ད་ལྟ་ཨ་རིས་དེ་ལྟར་ཅིག་གསན་འཛིན་གྱི་ཡོད་དུས་དེ་དང་འབྲེལ་བའི་ཐོག་ནས་ཨ་ནེ་ཡང་མགོ་ནས་ཡང་དེ་འདི་ལྟར་ཅིག་སྐད་ཆ་ཐུང་ཐུང་ཅིག་བཤད་ན་ཟེར་བ། ད་དེ་ཡང་ད་ང་ཚོ་ཁ་གསལ་ཏེ་ད་ལྟ་ཨ་རིས་དེ་ལྟར་ཅིག་གསན་འཛིན་གྱི་ཡོད་དུས་དང་འབྲེལ་བའི་ཐོག་ནས་ད་ང་ཚོ་གནས་ཚུལ་གལ་ཆེ་བོ་ཅིག་ག་རེ་གོ་སོང་ད་དེ་ང་ཚོ་ཁ་གསལ་ཏེ་ད་ད་ལེ་ད་ལྟ་ཨ་རིས་དེ་ལྟར་ཅིག་གསན་འཛིན་གྱི་ཡོད་དུས་དེ་ནང་ལ་ཡིན་ན་རེམ་ད་གང་ལྟར་ད་ལྟ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་དེར་ད་ཅིག་ཨ་རིག་དེར་སྲན་ཟིང་ཡས་དུས་ནག་ས་པས་ད་ཅིག་ཐ་མིག་དེར་ད་ཅིག་རྒྱ་ཁ་ཐོབ་ཉེན་ཏེ་ད་ལྟ་ཨ་རིག་གི་སྲན་ཟིང་བཟོ་བ་དེ་ད་འགྲོ་ནོ་ཁྲོམ་ཁོ་རང་ག་ད་པས་ད་ཅིག་ཆགས་ཚ་ཤེས་རོགས་ད་ཐེངས་ཅིག་ད་ང་ཚོ་ཁ་ཟེར་ཏེ། ད་ལྟ་འགྲོ་ནོ་ཁྲོམ་ག་ད་ད་ཅིག་སྲན་ཟིང་གི་རྒྱ་ཁ་ཐོབ་ཡོད་པའི་ད་གནས་ཚུལ་དེ་སྤྱི་སྟངས་དང་ཚོ་ཆུ་ཚེ་གསུམ་བཞི་གཉིས་ལ་ག་ད་པས་ད་ཅིག་དེང་སར་ད་དེའི་གནས་ཚུལ་དེ་ཙམ་མ་ཡིན་པ་དེའི་ཀུན་ལ་ངས་ག་ད་པས་བརྙན་ཐུང་ཡང་ག་ད་ད་ཅིག་བཟོ་ད་ས་རེད་ག་བརྙན་ཐུང་ཡང་ག་ད་ཅིག་བཟོས་ད་ཟིང་རོགས་ད་ཡིན་ན་ག་ད་འདི་འདྲས་ག་ད་པས་བརྙན་ཐུང་བཟོས་ཡིན་མ་རེད་ད་ག་ད་ཁ་ཟེར་ཏེ།

དྲི་བ་དྲོ་བ་གང་དག་ཅིག་ལས་རི་བ་འོ་དེ་སོགས་གང་དག་གང་དག་དེའི་དེ་དག་དྲི་བ་དེ་ལ་གང་དག་པས་དག་ཅིག་ལན་གྱིས་ཟོར་བ་ཡང་མ་དག་གང་དག་ཅིག་བཏང་ནས་གང་དག་ད་ལས་དེ་དག་ཨ་རི་དེར་སེམས་ཅན་ངེས་དུ་ན་ལ་གང་དག་ཕའི་རྒྱལ་ཁ་ཐོབ་ཉེ་སྟེ་ཨ་ནི་གྲོགས་ནོར་འཁྲུངས་མིན་པ་དང་དག་པས་གཙང་མ་གཙང་ཀྱང་ཡང་མ་དག་གང་དག་དེ་གང་དག་དག་ཅིག་རྒྱལ་ཁ་ཐོབ་བ་དེ་དག་ང་ཚོ་གཞུང་འབྲེལ་གྱི་ཐོག་ན་ཡིན་ནར་མི་དག་གང་དག་ཁྲིམས་ཐོག་གི་ཐོག་ནས་ཨ་ནི་དེ་གང་དག་པས་དག་ཅིག་གཏན་འཁེལ་བྱས་ཚར་བས་ཟོར་བ་ཡང་མ་དེ་གང་དག་པས་དག་ཅིག་གཙང་མ་གཙང་ཀྱང་གྲོགས་གང་དག་ཅིག་རེད།

ཁ་ལོ་ད་སྲིད་འཛིན་གྱི་དེ་གཉིས་དེ་མུ་དེ་བྱེད་ཡོད་རོ་ད་དཔེར་ན་ང་ཚོ་སྔོན་མ་ཨོ་བྷ་མ་སྐབས་སུ་ཁ་ཏེ་ཨོ་བྷ་མ་པས་དེ་སྲིད་འཛིན་གྱི་དེ་གཉིས་དེ་གཉིས་བྱས་རོགས་ཁ་ད་ལོ་ཁ་ད་ད་ཅིག་རྒྱལ་ཁ་ད་ཨོ་བྷ་མས་ཁ་ད་ཅིག་བྱེད་རོགས་འོ་དེ་འདྲ་བ་ཅིག་འགྲོ་ན་ཁྲོམ་ན་བྱེད་རག་ཡ་མ་རོ་བ་ད་ཁར་ས་དེ་ཉིས་སྟོང་བཅུ་དྲུག་ནས་ཨ་ཉིས་སྟོང་ཉི་ཤུའི་བར་དུ་ཁ་ད་ཨ་རིག་གི་སྲིད་འཛིན་བྱས་ཨ་ནི་དེ་གི་རྗེས་ལ་ཡང་འགོ་ནས་ཁ་ད་བས་ད་ཅིག་ཡས་དུ་བྱས་རྗེས་འགྲོ་ན་ཁྲོམ་ཤོར་རོ་བ་རོགས་འོ་དེ་འདྲ་སོང་ཙང་ཨ་ནི་དེ་འདྲས་ཁ་ད་བས་ད་ཅིག་ཕམ་ཁ་རག་ནས་ཨ་ནི་དེ་འདྲས་ཀྱི་ཤོར་ཉེས་ཀྱི་འགོ་ནས་ཡ་ད་ཁ་ས་ཚོ་དེ་ཨ་རིག་གི་སྲིད་འཛིན་ལ་སླེབས་པས་ཡ་མ་ཁ་ད་ཨ་རིག་དེ་རེད་ད་ཅིག།

རྒྱ་གར་ཐོག་པའི་ཁ་ད་པེ་ད་ང་ཚོ་ཁ་ལ་ད་ཅིག་ཁ་ད་ད་ཅིག་རྒྱ་གར་ཐོག་པའི་དེ་རེད་ད་གནས་སྐབས་ཐུག་ས་གཙོ་བོ་དེ་ད་ནི་ཨ་རིག་གི་དེ་རེད་ད་མངའ་སྡེ་གཅིག་གཉིས་ལ་ཐུག་བསྡད་འདུག་བ་ཨ་དེ་མངའ་སྡེ་གཅིག་གཉིས་དེ་ཡང་ད་ང་ཚོ་དེ་དེ་མདང་དགོང་ད་ངས་བརྙན་ཐུང་ན་མང་པོ་ཤེས་མ་ད་ང་ཚོ་ཨ་རིག་གི་ནང་དེ་རེད་མངའ་མངའ་སྡེ་དམིགས་དམིགས་བསལ་བ་ཕ་ཇེ་དིང་རྒྱལ་ཞིག་འདུག་བ་ཨ་དེ་མངའ་སྡེ་གཙོ་ནང་ལ་གང་ད་ཁ་ལོ་ད་ཕ་དམངས་གཙོ་ཚོགས་པ་ལ་ཞོ་སྐྱབས་སྐྱོར་བྱས་མེད་སོ་ར་ཨ་དེ་ཡི་མཉམ་དུ་སྤྱི་མཐུན་ཚོགས་པ་ལ་ཞོ་གང་ད་ཁོང་ཚོ་སྐྱབས་སྐྱོར་བྱས་མི་འདུག་བ་བ་འུ་དེ་ཤུ་ལ་དོག་དོག་གང་ད་དེ་གི་མངའ་སྡེ་དེ་ནང་ནས་ད་སུ་ལ་ཡེ་ཤོག་མ་ང་སུ་ལ་རྒྱབ་སྐྱོར་མ་ཐོ་ཨ་ཨ་ད་དེ་ག་ལ་གང་ཟག་གང་ད་ཨ་རིག་སེ་འཛིང་ཆག་ཆོག་འགྲོ་ཅིག་ཆག་རེ་བ་འོ་དེ་ནང་ད་གི་ཨ་ནི་ད་ད་ལེ་དེ་ད་ཨ་རིག་སེ་འཛིང་ཧེ་དུ་ནང་ལ་ད་ད་འགྲོ་ནོ་ཁྲུང་ལ་ཕེ་ན་ད་ང་ཚོ་དེ་ང་ཚོ་ནང་ལ་ཡེ་སྐྱོ་ཕེ་ན་ད་ང་ད་ཁ་ཤོག་དེ་ད་ཇོར་ཇི་རེད་ཨ་ནི་ད་ད་ང་ཚོ་ཁ་ཟེར་དེ།

དེ་རེད་དཔལ་འབྱོར་དང། སྐྱབས་བཅོལ་བ་དེ་སྐྱབས་བཅོལ་གང་དེ་གང་དེ་རེད་འོ་དེ་འདྲ་སོང་ཙང་ཨ་འདི་གི་གནད་དོན་གལ་ཆེ་བོ་གཉིས་དེ་གང་ལ། ཀ་མ་ལ་ཧེ་རེས་ངེས་ནས་སྤྱི་བཏང་གི་དེ་རིང་གང་ཐད་པའི་ད་ཅི་ང་ཚོ་སྐད་ཆ་བཤད་བསམ་ཞིག་མེད་དོ། འཆར་གཞི་གསལ་བོ་ཞིག་གལ་ཏེ་མི་འདུག་ལ། ད་ལྟའི་དཔེར་ན་ང་ཚོ་ཁ་ཟེར་དེ་དཔལ་འབྱོར་གང་ལ་དཔལ་འབྱོར་གང་འདྲ་སོ་ཡར་རྒྱས་བཏང་ཡིན། རུ་བ་ནི་དཔལ་འབྱོར་ཡར་རྒྱས་བཏང་གི་ལ་ཆ་ཞིག་དང་དེ་འབྲེལ་རྒྱབ་ལོག་གི་གྲ་སྒྲིག་དང་རྒྱབ་ལོག་གི་ཐབས་ཇུས་ག་རེ་ག་རེ་ཡེ་མི་གང་ལ་ཀ་མ་ལ་ཧེ་ར་སི་ལ་གསལ་བོ་ཞིག་རྩ་བ་ནས་བསྟན་མི་འདུག་ལ་རུ་བ་ནི་དེ་དེ་ནང་ལྟ་ཡི་པི་ནང་ཚོ་ཁ་ཟེར་དེ་ད་ལྟ་སྐྱབས་བཅོལ་གི་དཀའ་ངལ་དེ་སླེབས་སྐབས་སུ་ད་གང་ལྟ་ཀ་མ་ལ་ཧེ་ར་སི་ལ་ཚད་དང་ལྡན་པའི་དེ་རིགས་གང་ལྟ་ཆ་ཤས་ཤིག་གས་བསྟན་མི་འདུག་ལ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ལེ་དེ་ད་ད་གང་ལྟ་ཨ་རིག་གི་སྲིད་འཛིན་ཡིན་དུས་ནང་དུ་ཤོར་ད་དེ་ཡང་པི་ནང་ཚོ་ཕ་ཇོ་དེ་ལ་སྒྲོ་ནོར་ཁྲོམ་སྒྲོག་ལ་ཆ་ཚད་པ་ན

རྒྱུ་མཚན་ཚོ་ཐུག་ས་ཅིག་ད་གང་ད་ད་ལས་དེ་འདྲ་ཡལ་དུས་དུ་མ་བྱས་ངན་གྱི་གང་ད་ལོ་ད་གསུམ་བཞི་ནང་ལ་འཛམ་གླིང་མཁྱེན་ཡོང་ཁོ་རང་ད་གང་ད་དམག་འཁྲུག་གི་དཀའ་ངལ་མང་པོ་ལས་སོར་ཨ་འདི་གི་དམག་འཁྲུག་གི་དཀའ་ངལ་དེ་ནང་ལ་ཨ་རི་དེ་ཞོ་ཐིམ་བསྡད་རོགས་ཨ་ཐིམ་མེད་ཙམ་མ་ཡིན་པ་གང་ད་མ་ཡིན་པ་གང་ད་ཨ་རི་གི་དཔེ་ཆ་ས་ཡ་མང་པོ་ཐེར་འབུམ་མང་པོ་ད་དེ་ནང་གང་ད་ད་གཏང་གི་རོགས་ཨོ་གཏང་གི་རོགས་ཨོ་དེ་ར་སོང་ད་དེ་ནང་ད་དཔེ་ཆ་ཐེར་འབུམ་མང་པོ་དེ་ཨ་རི་མི་མང་གི་ཁྲལ་དེ་རྒྱོ་རོགས་ཨོ་དེ་ར་སོང་ད་གང་ད་ཐད་ཀར་གང་ད་དཔེ

དེ་རུ་ད་ལྟའི་གི་ཐབས་ཇུས་དང་འབད་པས་གཟབ་གཟབ་ནན་ནན། བསམ་བློ་མང་པོ་བཏིང། བསམ་བློ་མང་པོ་བཏང་རྗེས་ཐབས་ཇུས་བཏིང་བྱས་ལ། ད་ལྟའི་ཐབས་ཇུས་བཏིང་སྟངས་དང་སྙིགས་མ་ཟླ་ཉིས་སྟོང་ཉི་ཤུ་གི་དེ་རུ་ད་ཅིག་སྲིད་འཛིན་གྱི་འོས་བསྡུའི་སྐབས་ཚང་དུ་ཐབས་ཇུས་བཞེས་བའོ་དེ་དག་མ་གཏོགས་ད་ལས་པད་དེ་ལོག་པ་བཏིང་བྱས་ལ། ད་ལྟའི་ཡང་ཐོག་ཐོག་པོས་ན་དོ་སྣང་ཁྲོམ་གང་དག་བས་ད་སྐད་ཆ་བཤད་སྟངས་སོགས་ལ་ད་གང་དག་བས་ད་ཁོའི་ད་འོས་བསྡུ་དང་འབྲེལ་ཡོད་གང་དག་བས་ད་ཅིག་ད་ལས་ཀ་མང་པོ་ཤོར་བའོ་དེ་ཚོ་བྱེད་སྟངས་མང་པོ་ལ་ད་ཡི་ཁ་སུ་ད་ལས་དིག་ཚང་ད་ལོག་ཁ་བྱས་བྱས་ལ། ད་དེ་ཡང་དཔེར་ན་ང་ཚོ་ཁ་ཟས་དེ་ཧན་ད་ཨ་རི་འདྲ་བ་ལ་ཆ་ཚད་པ་ན།

གཏམ་བཤད་དེའི་ནང་ལ་ཨ་ནེ་ཡང་དེ་ལྟར་དེའི་སྒྲོ་ནོར་ཁྲོམ་ངོས་ནས་བཏིགས་སུ་བཏགས་གང་དང་སྐད་ཆ་ཁད་ཆོས་ག་ལ་གང་འཚམ་མང་པོ་སྒྲོག་ཅིག་གང་དང་ཅིག་ལ་ཤར་ད་དེ་ཡང་དང་དུ་ཁ་ཟེར་དེའི་དང་པོ་དེ་དག་གང་དང་སྐད་ཆ་ཁད་ཆོས་ཅིག་གར་ལ་ད་དེ་གང་དང་ད་ལས་དེ་ལྟར་ཨ་རིག་དེ་སེམས་ཅན་ངལ་དུབ་ནང་ལ་ཨ་ནེ་ཁོ་རང་ལ་རྒྱལ་ཁ་ཐོབ་བས་ད་གང་དང་མི་གཅིག་ལ་དེ་ལྟར་ཅིག་རྒྱལ་ཁ་ཐོབ་རྒྱུས་སུ་ར་ཡང་མ་ད་ཁོ་རང་གང་དང་མི་སྒེར་དེ་ཟེར་གང་དང་བས་དེ་སེམས་ཅན་ཆགས་ཡས་དེ་གང་དང་ད་གནས་བརྟན་ཙམ་ཞིག་ཁས་མ་རེད་ས་ནི་དེ་ལས་ལྡོག་སྟེ་ཨ་ནེ་ད་གང་དང་ད་ལས་དེ་ལྟར་ཁོ་རང་དེར་ལྟ་ཅིག་ཨ་རིག་གི་སྲས་འཛིན། ཆ་ག་དེ་གི་ཁྲིད་ནི་གང་ལྟར་ཨ་རིག་ནའོ་ལ་ཨ་ནི་སྐྱིད་པའི་དེར་གང་ལྟར་ལྟ་ཅིག་ཉི་མ་ཤར་སྐྱོ་ཟོར་བ་ཡང་མ་ན། གསེར་གྱི་གང་ལྟར་ལྟ་ཅིག་དེ་ཟེར་ཅིག་ད་སླེབས་སྐྱོ་བྲོ་ཞིག་རེད་ཡང་དེ་ནི་གང་ལྟར་ཁོ་རང་བས་ལྟ་ཅིག་དྲན་བྱེད་བྲོ་ཞིག་གང་ལྟར་ཅི། བྱིས་ལ་ནི་ད་དེའི་དང་ཚོ་སྐྱིད་པའི་ཉི་མ་སླེབས་སྟངས་ཡང་མ་དེ་གི་གསེར་གྱི་དེར་གང་ལྟར་བས་ལྟ་ཅིག་དེ་ཟེར་དེ་སླེབས་སྟངས་དེ་ལྟར་གང་ལྟར་རྡོག་རྡོག་ད་ལྟ་བར་དུ་ཨ་ནི་ཨ་རིག་གི་མི་མང་ལ་གང་ལྟར་བས་ལྟ་ཅིག་དཔལ་འབྱོར་དང་སྐྱབས་འབྱོར་ད་ལྟ།

ཨ་རི་དེར་སྲིད་འཛིན་ངལ་དུབ་གནང་ལ་ད་ཨ་རི་གི་སྲིད་འཛིན་བཟོ་བ་དེ་འདྲ་འགྲོ་ན་ཁྲོམ་ན་རྒྱལ་ཁ་ཐོབ་པས་དེ་ད་སྤྱིར་བཏང་དེ་ང་ཚོ་ཁ་ཟེར་དེ་ཅིག་སྲིད་འཛིན་གྱི་འགྲོ་སྟངས་ཅིག་ལམ་ལུགས་ཁྲིད་ནས་ཨ་ནི་ཁོ་སྲིད་འཛིན་ཆགས་ཡ་བཟོ་ལ་དང་ཡ་མ་གང་ད་ཁོ་མི་སྒེར་ཅིག་དེ་རེད་ད་སྲིད་འཛིན་ཆགས་ཡ་དེ་རིགས་གང་ད་པའི་ཏང་གཙོ་ཁ་ལོ་ད་ཅིག་ད་གནད་དོན་དེ་གལ་མ་ཡིན་པ་ནི་དེ་ལས་ལྡོག་ཏེ་ད་ད་ལི་དེ་འདྲ་འགྲོ་ན་ཁྲོམ་ཨ་རི་གི་སྲིད་འཛིན་ཆགས་ཡ་དེ་ད་དཀའ་ངལ་དང་མ་བཟོ་ན་ཡ་མ་གང་ད་རྙོག་དྲ་དང་མ་བཟོ་ན་ཞི་བོ་ཆི་བོ་ཆགས་ཡོད་པ།

ཉམས་ཞིབ་བྱེད་དུས་ཚོགས་པ་དེ་རིང་བཙུགས་ཡོད་རེད། འོ་ད་སོང་ད་ག་ད་བའི་དེ་ཡིན་ན་ལེ་ག་ད་ད་བའི་དེ་ད་འབྲེལ་བ་ཡོད་ག་ད་མི་རིགས་ད་ག་ད་བ་འགྲོ་རང་ཐུབ་ན་ག་ད་ཐད་ཀར་ད་ཁོ་ཚོ་བྱས་ཡོད་དེ་ཁས་ལེན་ད་གས་བྱེད་ཀྱི་ཡ་མ་རེད་དེ་ད་ཡིན་ན་ག་ད་གོ་ཕྱོགས་མང་པོར་བལྟས་ན་ག་ད་ད་དེ་བའི་དེ་གི་བྱས་རྒྱུ་རོགས་ཅིག་ཆགས་རོགས་འོ་ད་ར་སོང་ཙང་ད་དེ་འདྲ་བྱེད་ས་མི་རིགས་ད་ད་ལེ་གོ་ནས་ཨ་རིག་སིང་སིང་ཆགས་རོགས་རོགས་འོ་ད་སོང་ཁོས་རྒྱ་རྒྱ་རྒྱ་ད་བའི་དེ་ལ་བ་ད་ཅིག་ཁས་ལེན་ལོག་གོ་ཡིན་ཉེན་ག་ད་རྒྱ་རྒྱ་རྒྱ་ཡ་རོགས་ད་དེ་ཡང་ད་ག་ས་ད་བའི་དེ་ལ་བ་ཐད་ཀར་ག་ད་ཁས་ལེན་ཅིག། ནོག་གི་མེ་བ་འདྲ་ཧ་འདྲ་བ་ཡི་དན་གི་བུ་ཧ་འདྲར་བ་ཡི་དན་ན་སྐྱ་རྒྱལ་གྱི་བཀའ་མངགས་སྤྲད་ད་ཉིན་འགའ་ཡར་རུ་བ། སྤྱི་བཏང་འདི་ཧ་འདྲར་བ་ཡི་དན་ལ་ད་ཁ་སང་དང་རྙོག་དྲ་མང་པོ་བྱུང་ར་ཁ་ན་ཁོ་ཡི་ད་ཅིག་རྒྱ་མི་མཉམ་དུ་ཁྲིམས་ཐག་འགལ་བའི་ཚོང་མང་པོ་རྒྱབ་སོ་ར་ཨ་རྒྱ་མི་ཙམ་མ་ཡིན་པ་ད་ར་ཤེས་སུ་མཉམ་དུ་ཚོང་མང་པོ་རྒྱབ་པའི་ཁ་ད་ད་ཅིག་རྙོག་དྲ་འདི་འདྲའི་ཁ་ད་བས་བཀའ་མངགས་ཅི་ད་ཞིག་ཅག་ཁ་ཁོ་ལ་ཁ་ད་བས་ད་ཅིག་ད་ཁྲིམས་ཐག་འགལ་བའི་དེ་སྐྱེ་འཛུགས་བྱས་སོ་ར་ཡ་མ་ཁ་ད་ཁྲིམས་ཁང་ནས་སྐད་བཏང་འདི་རེ་ཁ་ད་བས་ད་དཀའ་ངལ་མང་པོ་བྱུང་ར་བ་འོ་དེ་ནང་ད་ཡི་ད་ཁ་ད་ད་ལེ་དེ་ད་འགྲོ་ན་ཁྲོམ་གི་ནས་ད་དེ་ད།

ད་ཁ་བར་ཁ་བར་ཐེབས་འགྲོ་ཡི་རུ་ཨ་ད་ནང་དུག་གི་ཉེན་ཁ་སླེ་ཡི་རུ་ཨ་རོགས་འོ་དེ་འདྲ་སོང་ཙང་ད་གང་ད། ཁ་ལོ་ད་སྤྱི་བཏང་ད་དེའི་ཆ་ལ་དམངས་གཙོ་གི་རྒྱལ་ཁབ་མང་པོ་ནས་དེ་འདྲ་ཞིག་ཡོང་གི་ཡེ་རེད་ད་གང་ད་ཨ་རི་ནང་ལ་དེ་འདྲ་རོ་ཞིག་སླེ་ད་ན་དེ་ཐབས་སྐྱོ་རུ་ཨ་ད་གང་ད། ཨ་རི་དེ་ད་གང་ད་ཡག་ན་སྡུག་ན་གང་ད་དམངས་གཙོ་འགོ་ཁྲིད་ནས་ཨ་ནི་དམངས་གཙོ་ལ་གང་ད་བལ་ད་ཅིག་མིག་དཔེ་བལྟས་ཉན་གི་དེ་གང་ད་རྒྱལ་ཁབ་ཅིག་ལ་གང་ད་བརྩི་གི་ཡེ་རུ་ཨ་ད་དཔེར་ན་ང་ཚོ་བརྩིས་ད་མ་བྱས་ད་ལེ་ད་ད་ཨ་རི་གི་དེར་སྲན་འཛིང་ཡེ་རྡུ་དང་འབྲེལ་བའི་ཐོག་ནས་ག་ལ་གང་ཟག་ངོབ་རིང་ངོབ་རིང་ག་ལ་ད་ངོམ་རིང་ཆོག་པ་ཞིག་འདུག་ཨ་གང་ད།

ཁྲོམ་ཡིན་པའི་སོ་ར་རེད་ཤ་ད་ཅི་དང་ཁྲོམ་གན་ནས་ད་རྒྱ་ནག་ལ་བོད་དེ་ད་དཔལ་འབྱོར་གི་ཉེ་བ་དང་སོ་ད་དཀའ་ངལ་མང་པོ་སྤྲད་གི་ཡ་རེད་དེ་ཡིན་ན་ག་ད་ཁྲོམ་གི་བསམ་བློ་དང་ད་ཁྲོམ་གི་ཐབས་ཇུས་ཐིག་ད་མང་པོ་ཞོ་ཕུགས་རྒྱང་རིང་པོ་ཞེ་དྲག་མི་འདུག་ཨ་ཁུ་དེ་ད་ཐུང་ཐུང་ཡིད་ཙམ་ཡིད་ཙམ་ཅིག་མ་གཏོགས་ཞོ་ཆེ་ཐུང་མི་འདུག་ཨ་རོགས་འུ་ཐར་སོང་ཙང་ཡ་ད་ང་ཚོ་ཁ་ཟེར་དེ་ད་སྲིད་ཇུས་ཅིག་བཏིང་ནས་སོ་ར་ཐག་ཅིག་བྱས་སོ་ར་ཨ་དེ་ཚོ་གང་ལ་ད་དེ་ཁོ་ཉི་མ་གཅིག་གཉིས་དང་ལོ་གཅིག་གཉིས་སྐད་ཆ་བཤད་ཡས་མ་རེད་དེ་ལ་ལྡོག་དེ་ད་ཁོ་ཕུགས་རྒྱང་རིང་པོ་བསམ་བློ་དང་བྱི་རུ་བ་འུ་ཐར་སོང་ཙང་ག་ད་ད་ཅིག་ཁྲོམ་གྱི་སྲིད་སྤྱི་ཐིང་དང་ཨ་ཁྲམ་གྱི་དེ་རེ་ཁ་ད་ད་ཐག་ཆེ་ཆེ་དང་མང་པོ་ནོར་བའི་ཁྲེ་ནི་ཁ་ད་ད་ཁྱེད་བསང་དེ་རྒྱ་མི་དེ་ཚོ་རག་གི་ཡོད་དེ་རེ་ཁ་ད་ད་གནས་ཚུལ་སྔ་མ་མང་པོ་དེ་རུ་བ་འོ་དེ་རེ་སོང་ཙང་ཁ་ད་ད་རྒྱ་ནག་ལ་ད་ཅིག་གོ་ཉེན་དེ་ཁྲོམ་མིན་པའི་སོ་དེ་རེ་ཁ་ད་ད་གནས་སྟངས་ཏྲོ་ཅིག་ཆ་ཇི་ལྟར་བསྟན་སྤྱི་དང་ཁ་ཟ་ཏོ་དེ་རྒྱ་ནག་དང་རྒྱ་གར་དོ་རུ་ཆ་ཚེ་པ་ན་ད་ཁྲོམ་དང་དེ་ཀ་མ་ར་ཧ་ར་སི་ཚུ་སུ་ཐོབ་མ་ཐོབ་གི་འབྲེལ་བ་ཞེ་དྲག་ཡ་མ་རེད།

ཁོ་གཉིས་ཕེ་ཡེ་ཏུ་ཡེ་ཏུ་ཆིའི་སྐབས་སུ་ད་བལ་ཏི་བའི་དན་གྱི་བལ་ཏི་རྒྱ་མི་ལ་སིན་པའི་སི་ཇི་ཏིག་སི་ཇི་ལོ་ག་ཞིག་ཁུ་རེ་ཡིན་པའི་སོ་ར་ཨན་སི་ཇི་ཏིག་སི་ད་མ་ཏྲ་བ་ཞིག་ཁུ་རེ་ཡིན་པའི་དེ་གང་ད་བལ་ད་ཅིག་བལ་ཏྲ་མང་པོ་གྲག་རེ་དེ་ན་ཐ་མ་དེ་ལ་རྒྱ་གར་ཐོབ་ཚར་ཅིག་ལ་ག་ད་ད་ཏི་ཏྲམ་གྱི་སི་ཇི་དག་རང་སིམ་བསྡད་དོ་བའི་དན་གྱི་རོ་བོ་དེ་ཤུགས་ལ་ད་ད་ད་ཟེར་ལ་རྒྱ་མི་ཏྲ་བོ་ལ་ཆ་སིམ་པ་ན། ཨ་རི་ནང་སྲིད་འཛིན་སུ་མོ་སུ་ལེ་ཝན་ཧ་ཏུ་རྒྱ་མི་ལ་དཀའ་ངལ་འཕྲད་དེ་རྒྱལ་རྒྱ་རྒྱ་རི་ལོར་ལྟ་དེ་གང་ཟག་ད་ལྟ་ཟེར་ལ་ཨ་རི་ལ་འགྲན་བསྡུར་བཏང་ཉིན་ཨ་རི་ལ་དཀའ་ངལ་ཤུགས་ཆེ་ཆེ་འཕྲད་དེ་རྒྱ་མི་ཆ་ཡི་རུ་བ་འོ་ཐོད་སོང་ཙང་ཨ་རི་ནང་སྲིད་འཛིན་སུ་ལེ་མ་ལ་ཅི་རིགས་ལྟ་གོ་ཁྱད་པར་འགྲོ་མཁན་ཡ་མ་ལི་ལན་ཐི་རེ་ག་ད་བེ་ད་དྲེ་ཅི་རུ་བ་འོ་ཐི་རེ་ག་ད་གནས་སྟངས་ཅིག་ཅེས་རྒྱ་མི་ལ་ག་ད་ད་ཞུ་སུ་ཐོབ་མ་ཐུབ་ཁྱད་ཁྱད་པར་འདྲ་མཁན་ཡ་མ་རི་ལན་ཐི་རེ་ག་ད་ཡང་ཅིག་ལྟ་དང་འགྲོ་ཅིག་ཨ་ཡོང་དེ་འདུག་ཨ་རི་དེ་ཚོ་ག་ད་ཟེར་དེ་ད་རྒྱ་མི་ཙམ་མ་ཡིན་པ་ད་རྒྱ་གར་ལ་མཚན་པ་ད་ག་རང་རེད་ཁར་སང་ད་ད་ཟེར་ལ། རྒྱ་མི་དེ་ཨ་རི་གི་དགྲ་དྲག་ན་ཆེ་བ་ནང་བསྟན་གི་རྒྱ་གར་དེ་ཨ་རི་གི་མཐིང་ཆོག་རྒྱལ་ཁབ་གལ་ཆེ་ཤོས་ཆགས་ཀྱི་རོ་འོ་དེ་འདྲ་སོང་ཙང་ཨ་ནི་ཨ་རི་ནང་ལ་སྲིད་འཛིན་སུ་སླེབས་མ་སླེབས་ཀྱི་ཁྱད་པར་ཡལ་མར་དོག་དོག་གང་ལྟར་སྲིད་འཛིན་སུ་གཅིག་སླེབས་ན་དེ་གང་ལྟར་ད་རྒྱ་གར་ལ་རོགས་པ་བྱེད་ཟོ་ར་ཨ་ནི་རྒྱ་གར་ཉམས་དུ་གང་ལྟར་འབྲེལ་བ་ཡག་པོ་བྱ་ཡིན་པ་དེ་གཏན་ཁེལ་ཚར།

ཁ་སང་ད་ལྟ་ངས་ལ་ཤག་ནང་ད་གི་ཁྲམ་དེ་ཞི་དྲག་ཅིག་མགོ་ཚིག་མུས་ཐོག་ད། ཐབས་ཇུས་རང་བཞིན་གི་གནས་སྟངས་དེ་ཚོ་ག་རེ་ག་རེ་རེད་ཨ་ནི་ད་ཕུགས་རྒྱང་རིང་པོའི་བསམ་བློ་ཨ་ནི་དེ་མིན་ཡོངས་སུ་ད་ཅིག་ས་ཁུལ་ཆབ་སྲིད་ཀྱི་གནས་གནས་སྟངས་དུ་ཞི་དྲག་ཅིག་ཁྲམ་གྱི་མགོ་ཚིག་མི་འདུག་བ་ར་འོ་དེ་འདྲ་ཀྱིས་མ་ཨ་ནི་མགོ་སྐོར་བཏང་ཡས་ཉིན་ཀ་གྱ་གྱ་གྱ་རུ་བ་མགོ་སྐོར་བཏང་ཡས་ཁ་ད་ད་དེ་གོ་སྐབས་དེ་ད་ར་ཤི་སིང་སྤུ་རན་དུ་རེད་ཡ་རུ་བ། ད་དེ་ཡས་པས་ན་ང་ཚོ་སྔོན་མ་ད་དེ་ཁ་ས་དེ་གནས་ཚུལ་ཁ་ཤས་ལ་བལྟ་སྐབས་སུ་ཨ་ནི་ད་སྤུ་ཏིང་དང་ཁྲམ་གཉིས་ཐུག་ཅིག་སྐད་ཆ་བཤད་སྐབས་སུ་ཨ་ནི་དེའི་སྐབས་སུ།